དྲ་གྲོགས་ལན་རྒྱས་སྐུ་ཁམས་བཟང། ད་དེ་ནས་ཁ་སེང་གོང་ལ་ཡ། རྗེས་འཇུག་ལ་ལྟོས་པའི་ཁྲེས་བཞེད་དཔང་ཅིག་གི་ནང་ནས་སླར་དུ་ལག་འདོན། ཨི་ཐན་གསུམ་ཞུས་ཟེར་ནས་ད་རིང་བཞི་པ། རྒྱན་དུས་ཞུ་གི་ཡིན། དེ་ཡང་ལེགས་བཤད་ཇོ་བང་ལས། ཀྱང་ཡང་ཧང་གསུམ་རྒྱན་དུས་ཏེ། ག་ད་བ་ས་བྲག་ཐར་ཀྱང། ང་ན་མ་ར་ལ་ཐར་ཡང། ཨ་དང་མཐའ་མེད་ཨང་དང་ཡང། ཞེས། ཆོས་ལོ་ཀ་གཅིག་གི་རྒྱུན་མཐུད་ཀྱི་དོན་གཏད་གནང་གི་ཡོད་རེད། ཨ་དེའི་འགྲེལ་བཤད་ཞུས་པ་ཡིན་ན་ནི། ཀྱང་ཀའི་དང་ཀྱང་ང་ཀྱང་ཡང་ང་ཡང་ཨ་ང་ང་འདི་གསུམ་པོ་དེ་ནི། མཐུན་པའི་རྒྱན་དང་མི་མཐུན་པའི་རྒྱན་བྱས་ནི་འདུས་པ་འདི་གསུམ་གྱི་འཇུག་སྒོ་རེད་འདི་གསུམ་གྱི་ཕྲད་རེད་གསུངས་པ་རེད། ད་དེ་དོན་དག་དེ་བྱས་དོན་དག་དེ་ནས་འབྲེལ་སྦྱོར་ཚུལ་དེ་ད། རྐྱང་ཡང་གསུམ་གྱི་ཕྲད་གསུམ་པོ་དེ། རྗེས་འཇུག་གམ་ཡང་འཇུག་ག་ད་བ་ས་ཡོད་ན། ས་དེ་ཚ་དང་ད་ད་ནི་ད་དྲག་ན་ར་ལ་རྗེས་སུ་ཨ་ནི་རྐྱང་འགྲོ་གི་རེད། ཡོད་ཀྱང་མེད་ཀྱང་ཕྱིན་ཀྱང་བ། ཤེས་ཀྱང་ཤེས་སོ་བ། དེ་འདྲས། ད་ནས་རྗེས་འཇུག། ང་ན་མ་ར་ལ། མཐར་ཡང་གསུངས་པ་མཐར་ཟེར་ན་བཞུགས་གོ་ལགས་གསུངས་ཡང་བཞུགས་གོ་ཟེར་ན་མི་འདུག་འཇུག་ལགས་ཟེར་ན་མི་འདུག་དེ་རྗེས་ལགས་ཟེར་ནུ་དེ་ལ་ནི་ཡང་འགྲོ་གི་རེད། ཕྱིན་ཡང། བདེན་ཡང། བསམ་ཡང། བཀར་ཡང་ཟེར་སོང་རོ། གསལ་ཡང་ཟེར་རོ་ལ་ཡོང་གི་རེད་གསུངས་པ་རེད། དེ་ནས་ཨ་དང་ཐ་མས་ཨང་དང་ཡང་གསུངས་དེ་ནས་རྗེས་འཇུག་ཨ་བྱས་ཨ་ནི་ཐ་མལ་པ་སྟེ། མིང་གཞིའི་རྗེས་སུ་ཡང་ཕྱུག། ཅན་ཆུ་གང་ཡང་མེད་པ་དེ་ལ་རྐང་པ། ཁ། མི་བཀོག་ནའང་ཁ་རྐང་པ་བཀོག་ན་ཡང་འཇུག་རེད་གསུངས་པ་རེད། ད་དེ་ནས་ངས་ཤོ་ལོ་ཀ་གཅིག་དེ་དྲ་མིག་ཟུར་དུ་གཅིག་བཟོས་བཞག་ཡོད། འདི་འདྲས་ཀྱིས་བཟོས་པ་ཡིན་ན་ལས་དང་པོ་བ་ལ་ཁྱད་འདི་བ་ཡོང་གི་རེད་བསམ། ཅེས་དམིགས་ཡུལ་འདྲས་ཀྱིས་ཡིན།

རྗེས་འཇུག་ཨ་དང་མཐའ་མས་རྐང་པ་ཁ་མི་སྐོང་པ་དང། ཚེའང། རྐང་པ་ཁ་མི་སྐོང་ཚེ་ཨང་དང། ཁ་སྐོང་པའི་ཚེ་ཡང་འཇུག་གི་རེད། ད་དེ་ནས་དོན་གྱི་སྦྱོར་ཚུལ་ཞུ་གི་ཡིན། དོན་གྱི་སྦྱོར་ཚུལ་དེ་འཕྲེད་རྐྱང་དབྱངས་ཨང་གསུམ་གྱིས། ཚིག་སྔ་ཕྱི་མཐུན་པར་སྟོན་པ་དང་གཅིག། མི་མཐུན་པའི་ཚིག་རྒྱན་སྟོན་པ་དང་གཉིས། བསྡུས་པའི་དོན་སྟོན་པ་དང་གསུམ་བཅས་རྒྱན་སྡུད་ཀྱི་ཕྲད་གསུམ་ལ་འཇུག་པ་ཡིན་གསུངས་པ། དེ་དོན་གྱི་སྤྱི་དང་ང་ཚོས་བརྡ་དག་རང་ལ་ཡང་སྒྲའི་སྦྱོར་ཚུལ་དང་དོན་གྱི་སྦྱོར་ཚུལ། གསུང་ཡང་ཡོང་གི་ཡོད་རེད་པ། འདིར་དོན་གྱི་སྦྱོར་ཚུལ་ཞེས་པའི་དོན་དེ་ཨ་ནི། དོན་གྱི་རྣམ་གཞག་ཇི་ལྟར་སྟོན་དགོས་པའི་དོན་ཡིན་གསུངས་པ་རེད། ད་དེ་ནས་རྒྱན་ཅེས་པ་ནི་ཚིག་མཛེས་པར་བྱེད་པའམ་ཚིག་སྙན་ཆ་གཏོད་པའམ་ཚིག་གོ་བདེ་བོར་བྲིས་བརྗོད་བྱེད་ཐུབ་པའི་དོན་དུ་ཡིན། ད་དེ་ནས་རྒྱན་ལ་དབྱེ་བ་ཡིན་ན་མཐུན་པའི་ཚིག་རྒྱན་དང་མི་མཐུན་པའི་ཚིག་རྒྱན་གཉིས་ཡོད། འདུས་པ་ཞེས་པ་ནི་ཚིག་གི་དོན་དུ་མ་ཕྱོགས་གཅིག་ཏུ་འདུས་པའི་དོན་ཡིན། དེ་ནས་ཡང་འདུས་པ་ལ་དབྱེ་བ་ཡིན་ན། སྔ་མའི་ཕྱི་མ་འདུས་པ་དང་ཕྱི་མས་སྔ་མ་འདུས་པ་དང་གཞི་མཐུན་འདུས་པ་དང་རྣམ་གྲངས་འདུས་པ་སྟེ་བཞི་ཡོད། ཡང་འདྲེ། དོན་གྱི་འདུས་ཀྱི་ཡང་འདྲ་དང། མི་འདྲ་བ་རྗེས་འཇུག་ལ་ལྟོས། མི་འགལ་བའི་སྒོ་ནས་བསྐྱར་བའམ་བསྣན་པའི་དོན་ལ་འཇུག་པ་དང་ཚིག་དེས་ཀྱི་དོན་ལ་འཇུག་པ་ཡོད་དེ་དེ་རྣམས་ཀྱི་དཔེར་བརྗོད་འོག་ཏུ་འབྱུང་བར་འགྱུར་རོ་ངས་འདུག་བཀོད་བཞག་ཡོད། ད་དེ་ལ་འགྲེལ་བཤད་མི་བྱ་མི་སྲིད་ཞུས་མོད་སྐོར་བྱས། འདི་དཔེར་བརྗོད། བ་ནས་ཞུས་པ་ཡིན་ན་ད་ག་རང་གིས་མཁྱེན་གི་རེད་བསམ་གི་འདུག། དེ་ནས་འབྲས་སྦྱོར་རྫུ་འཕྲས་གསུམ་པོ་རྣམས་རྗེས་འཇུག་མཐར་ཇི་ལྟར་སྦྱོར་རྫུ། རྗེས་འཇུག་འམ་ཡང་འཇུག་ག་ད་བ་ས་ལྷ་དྲག་ན་ར་ལ་གསུམ་ཡོད་ན་དེ་ལ་ཡ། རྒྱས་འདུས་ཀྱི་འཕྲས་ཀྱང་འཇུག་གི་རེད་གསུངས་པ་རེད། ད་རྗེས་འཇུག་ང་ན་མ་ར་ལ་ཡོད་ན་དེའི་ཞུ་གུ་ལ་ཡ་རྐྱང་ཡ་ཨང་གསུམ་གྱེན་ཚུད་ཀྱི་འཕྲད་ཡང་འཇུག་གི་རེད། དེ་ནས་རྗེས་འཇུག་ཨ་དང། ཨ་རྗེས་འཇུག་མེད་པ་དེ་མཐའ་མེད་པའམ་མིང་གཞིའི་རྗེས་སུ་གང་ཡང་མེད་པ་ཡིན་ན་ཨ་ཨང་དང་ཡང་འཇུག་གི་རེད། དེ་ཡང། རྗེས་འཇུག་ཨ་དང་མཐའ་མེད་བཅས་ཀྱི་རྐང་པ་མཐར་རྐང་པ་ཁ་སྐོང་ཚེ་ཡང་དང། ཁ་མི་སྐོང་ཚེ་ཧང་བཅུག་པ་ཡིན་གསུངས་པ། ད་དེ་ནས་དཔེར་བརྗོད་ཞུ་གི་ཡིན། དཔེར་བརྗོད་དེ། མཐུན་པའི་ཚིག་རྒྱན་གྱི་དཔེར་བརྗོད་དང་མི་མཐུན་པའི་ཚིག་རྒྱན་བསྡུས་པའི་དཔེར་བརྗོད་གསུམ་ཡོད་པ་ལས་ཐོག་མར་མཐུན་པའི་ཚིག་རྒྱན་གྱི་དཔེར་བརྗོད་ཞུས་པ་ཡིན་ན། ཕ་རོལ་ཏུ་ཕྱིན་ཀྱང་ཕྱིན་ལ་སླེབས་ཀྱང་སླེབས། ཆོས་སྦྱངས་ཀྱང་སྦྱངས་ལ་ཤེས་ཀྱང་ཤེས། སྟོང་ཉིད་བསྒོམས་ཀྱང་བསྒོམས་ལ་རྟོགས་ཀྱང་རྟོགས། གསུངས་ན། ད་མཐུན་པ་གང་འདྲ་མཐུན་པར་ཟེར་ན། ཕ་རོལ་ཏུ་ཕྱིན་པ་དང་སླེབ་པ་གཉིས་མཐུན་པར་བ། མཐུན་པའི་མཐུན་ཕྱོགས་དེ་སླེབ་པ་རེད། ཆོས་སྦྱངས་ཀྱང་སྦྱངས་ཤེས་ལ་ཤེས་ཀྱང་ཤེས་གསུངས་ཡ་དེ་ཆོས་སྦྱངས་པ་རེད་ལ་སྦྱངས་པའི་འབྲས་བུ་དེ་ཤེས་པར་མཐུན་ཕྱོགས་དེ་སྟོང་ཉིད་བསྒོམས་པ་རེད་ལ་བསྒོམས་པའི་འབྲས་བུ་དེ་རྟོགས་པར་སྔ་ཕྱི་གཉིས་མཐུན་སོང་བ། དེ་ནས་མི་མཐུན་པའི་ཚིག་ཅན་གྱི་དཔེར་བརྗོད་དེ། ཆོས་སྔ་མ་དང་ཆོས་ཕྱི་མ་གཉིས་མི་མཐུན་པ་ཞིག་གོ་གི་ཡོད་རེད། དེ་འདྲའི་ཅིག་ཨིན་འདྲའི་ཅིག་ཡོད་པ་ཡིན་ན་ད་དེ་ལ་མི་མཐུན་པའི་ཚིག་ཅན་ཟེར་ནས་གསུང་གི་ཡོད་རེད། དེ་ཡང་ངས་དཔེར་བརྗོད་གསུམ་ཞུས་པ་ཡིན་ན་ཆོས་བཟང་གདོང་ནག་ཀྱང་སེམས་པ་དཀར། དངོས་པོ་འདི་རིན་གོང་ཆུང་ཡང་རྒྱུ་བཟང། དོན་གྲུབ་གཟུགས་ཆུང་ཡང་དཔའ་རྩལ་ཆེ། གསུམ་ད་དེའི་འགྲེལ་བཤད་ཞུས་པ་ཡིན་ན་མི་མཐུན་གསུང་འདུག་ག། ཚིག་རྒྱན་གསུང་བའི་ད་ང་ཚོས་ཚིག་རྒྱན་ད་རྐྱང་ཡང་གསུམ་སྦྱར་བས་ད་ཚིག་རྒྱན་དྲུག་གོ། དཔེར་ན་ཆོས་བཟང་གདོང་ནག་པོ་རེད། ཡིན་ན། ད་སེམས་པ་དཀར་པོ་རེད་ཚིག་སྔ་ཕྱི་མཐུད་མ་སོང་བ་གདོང་པ་ནག་པོ་ནག་པོ་དང་ཡིན་པ་ལ་སེམས་པ་དཀར་སོང་བ་ཚིག་སྔ་ཕྱི་མཐུད་མ་སོང་བ། ད་ཚིག་སྔ་ཕྱི་མཐུན་པའི་ཕྲད་དེ་རྐྱང་འདིར་བ། ཁ་བཏགས་ཕ་ས་ཁྲ་ཐར་བསྐྱངས་སོང་ཨ་དེ། ནག་ཁའི་ནག་ཁ་ནག་ཁའི་རྗེས་སུ་བསྐྱངས་འདུག་ག་ཁ་བཏགས་ཕ་ས་ཁྲ་ཐར་བསྐྱངས་ནས་ཁ་ཟུག་འདུག་ག་དེ་རྗེས་སུ་བསྐྱངས་འདུག་ག་ད་དངོས་པོ་དེ་རིང་ཐང་ཆུང་ཡང་རྒྱུ་བཟང་དངོས་པོ་དེ་དངོས་པོ་རིང་ཐང་ཆུང་བ་དེ་རིང་ཐང་ཆུང་བ་དང་རྒྱུ་བཟང་བ་དེ་དཔེར་ན་རིང་ཐང་ཆེན་པོ་ཡིན་ན་དང། རྒྱུ་བཟང་བ་གཉིས་མཐུན་དགོས་རོགས་དངོས་གནས་བྱས་ན་གང་རྒྱུ་བཟང་བ་རིང་ཐང་ཆེན་པོ་དགོས་དགོས་རོགས། ང་ཚོ་སྤྱི་བཏང་འགྲོ་ལུགས་བྱས་པ་ཡིན་ན། ད་སྐབས་སུ་བབ་པ་དེ་དངོས་པོ་དེ་རིན་ཐང་ཆུང་ཆུང་རེད་དེ་ཡིན་ན། ཧ་ཅང་རྒྱུ་ཡག་པོ་འདུག་ཟེར་ཡ་རེད་བ་དེ་ཁོང་ཚོ་སྔ་ཕྱི་གཉིས་འཐུས་མ་སོང་བ་འདིར་བྱས། ད་དེ་ནས་ཁྲལ་འདི་ངའི་རྗེས་སུ་ཡང་འདུག་བ་འདི་ག་འདྲས་རེད་ཟེར་ན། ང་ཚོའི་རྩ་ཚིག་ནང་ལ་ཡོད་བ་ང་ན་མ་ར་ལ་དར་ཡང་གནང་གི་དེ་བྱས་པས་ང་སོང་བས་དེ་དེའི་རྗེས་སུ་ཡང་འཇུག་གི་འདུག་བ་འདི་བྱས། དེ་ནས་དོན་གྲུབ་སུ་ཆུང་ཡང་དཔའ་རྩ་ཆེ་གཟུགས་པོ་ཆུང་ངོ་འདྲ་བྱས་ན་དཔའ་རྩལ་ཆེན་པོ་དེ་གཟུགས་པོ་ཆེན་པོ་གོ་དགུ་རེད་པ། མཐུན་ཕྱོགས་དབང་དུ་བྱས་པས་ཨེ་འབྲས་མེད་པ་བཅས་སྐབས་སུ་བབས་ཏེ་དོན་གྲུབ། ཞེས་པའི་གང་ཟག་དེ་གཟུགས་པོ་ཆུང་ཆུང་རེད་ཡིན་ན་ཡང་དཔའ་རྩལ་དེ། རྩེད་མོ་རྩེད་མོ་རེད་ད་ག་ཚོད་དྲག་རྩལ་དང་ག་རེ་རྩེད་པ་ཡིན་ནས་དཔའ་རྩལ་ཆེན་པོ་ཡོད་ཟེར་ཡར་ད་གཟུགས་པོ་ཆུང་ཆུང་དང་དཔའ་རྩལ་གཉིས་མི་མཐུན་པ། དེ་ཡང་ངའི་རྗེས་སུ་ཡང་འཇུག་ཚུལ་དེ་ང་ཚོའི་རྩ་ཚིག་ནང་ལ་ཡང་ང་ན་མ་ར་ལ་ད་ན་ཡང་ཞེས་པའི་ནང་གི་ང། ཞེས་པ་དེའི་རྗེས་སུ་ཡང་འཇུག་པ་དེར། ད་དེ་ནས་ད་སྡུད་པ་ལ་ཞུགས་ཀྱི་སྡུད་པ་ལ་ཡང། ཐོག་མ། སྔ་མས་ཕྱི་མ་སྡུད་པ་སྟེ། སློབ་མ་ཀུན་དགའ་ཡང་ཤེས་བྲལ་སློབ་མ་ཡིན་ལ་འཇམ་དབྱངས། དང་མཁྱེན་རབ་འོད་ཟེར་རྣམས་ཀྱང་ཡིན་གསུང་བ་ད་སྔ་མ་སྟེ། སྔ་མ་ཀུན་དགའས་ད་འཇམ་དབྱངས་དང་མཁྱེན་རབ་འོད་ཟེར་གསུམ་ཡང་སྡུད་པ་རེད། འོ་འདི་དོན་དག་རེད། ད་དེ་ལ་ཡང་བསྡུས་པར་མ་ཟད་ལ་ཨ་ནི་རྗེས་འཇུག་རང་རང་གི་ཆེད་དུ་ཁྲལ་ཏག་ཏག་རྒྱག་དགོས་ཀྱི་ཡོད་རེད། དེ་ཡང་སློབ་མ་ཟེར་ན་དགེ་ཕྲུག་རེད་པ་ཀུན་དགའ་ཡང་བཤད་ཁྲའི་སློབ་མ་རེད་བཤད་ཁྲ། ང་ཚོ་ད་ཨང་མཚན་ཉིད་དང་འགལ་བཤད་ཁྲའི་སློབ་མ་ཟེར་ན་དགེ་ཕྲུག་རེད་ཟེར་གྱི་ཡོད་རེད། ཀུན་དགའ་ཡིན་པར་མ་ཟད་ལ་ཨ་ནི་ཨ་ནི་སློབ་མ་འཇམ་དབྱངས་དང་བདག་འདྲ་བཞིན་མཁྱེན་རབ་བཅས་འོད་ཟེར་རྣམས་ཀྱང་ཨ་ནི་ཡིན་གསུངས་པ་རེད་སྔ་མས། ཚིག་སྔ་མ་ཀུན་དགའི་ཨ་ནི་ཚང་མ་ཕྱི་མ་འཇམ་དབྱངས་དང་ཁྱེད་རང་བོད་སོ་སུམ་འདུས་པ་རེད། དེ་ཡང་ཨའི་རྗེས་སུ་ཡང་འཇུག་ཏུ་བ་ང་རྣམས་མ་ར་ལ་ད་ན་ཡིན་ཨ་དང་མཐའ་མེད་ཨང་དང་ཡང་གསུངས་པར་བ་སྟེ་རྐང་པ་ཁ་ཁོང་གི་ཚུལ་དུ་ཨའི་རྗེས་སུ་ཡང་འཇུག་པ་རེད། དེ་ནས་མིག་ཀྱང་དབང་པོ་ལྔའི་ནང་ཚན་ཡིན་ལ་རྣ་བ་སྣ་ལྕེ་ལུས་ཀྱང་ཡིན། ད་ང་ཚོས་དབང་པོ་ལྔ་ཡོད་རུང་བ་དབང་པོ་ལྔའི་ནང་ནས་ཐོག་མ་མིག། མིག། བྱས། མིག་གིས་ག་རེ་འདུས་པ་རེད་ན། གོང་དང་རྣ་བ་སྣ་ལྕེ་ལུས་གསུམ་ཡར་བསྡུས་སོང་ངོ། དེ་ནས་མཆི་མས་རྔ་མ་བསྡུས་པ་སོང་ངོ། མཆི་མས་ཡར་རྔ་མ་ཚིག་མང་པོ་བཅད་མཆི་མས་ཡར་བསྡུས་པ་དཔེར་ན། དཔྱིད་ཀ། དབྱར་ཀ། སྟོན་ཀ་དགུན་ཀ་རྣམས་ཀྱང་དུས་ཚིགས་བཞི་ཡིན། ཕྱི་མ། དུས་ཚིགས་བཞི་ཟེར་བ་དུས་ཚིགས་བཞི་དུས་སྔ་མ། ཚང་མ་འདུས་པར་བ་སྔ་མ་གར་འདུས་པར་དཔྱིད་ཀ་དབྱར་ཀ་སྟོན་ཀ་དགུན་ཀ་བཞི་དུས་བཞི་འདུས་སོང་ང། འོ་དེ་སོང་ང། བསྐྱང་ས་རྣམས་བསྐྱང་ས་ག་ད་བར་ས་ཁྲ་ད་ལ་བསྐྱང་ས་དེ་ང་ཚོས་ཨ་ནི། རྒྱན་འདུས་ཀྱི་ཕྲད་དེ་ཏག་ཏག་འཇུག་པ་རྗེས་འཇུག་གི་རང་ངར་བྱེད་དུ་ཕྲད་བསྐྱང་འཇུག་པ་བྱས། དེ་ནས་མཁན་པོ་དང་སློབ་དཔོན་དགེ་སློང། དགེ་ཚུལ་རྣམས་ཀྱང་རབ་ཏུ་བྱུང་བ་ཡིན་གསུང་བས་ཟླ་འདི་རབ་ཏུ་བྱུང་བ། ཚིག་ཕྱི་མ་འདི་སྔ་མ་མཁན་པོ་སློབ་དཔོན་དགེ་སློང་གསུམ་མཐའ་དག་ཡང་འདུས་པ། མཐའ་དེ་ནས་གཞི་མཐུན་འདུས་པ་དེ། གཞི་མཐུན་འགོར་བ། དཔེར་ན་འཇམ་དབྱངས་མཁས་པའང་ཡིན་ལ་བཙུན་པའང་ཡིན། འཇམ་དབྱངས་ཀྱི་སྟེང་དུ་ནི་གཞི་མཐུན་པ་དེ་མཁས་པ་དང་བཙུན་པ་གཉིས་གཞི་མཐུན་པ། ཨ་ནི་ཐབས་མཁས་ཀྱི་རྒྱུད་ལ་གང་ཟག་དང་གང་ཟག་བས་ན་རབ་ཏུ་འབྱུང་བའམ། སྐྱེས་བུ་གང་འདྲ་ཞིག་ཡིན་པ་ཡིན་ན་ཐབས་མཁས་ཀྱི་རྒྱུད་ལ་བྱམས་པ་ཡང་ཡོད་ལ་སྙིང་རྗེ་ཡང་ཡོད། ད་ཐབས་མཁས་ཁོ་རང་ཐབས་མཁས་པོ་གང་ཟག་ཁོ་རང་གི་རྒྱུད་ལ་སྙིང་རྗེ་དང་བྱམས་པ་གཉིས་ཆ་ཡོད་པ་ཅིག་གཞི་མཐུན་པ་འདུས་པ་བྱམས་པ་དང་སྙིང་རྗེ་གཉིས་ཆ་གཞི་མཐུན་པ་འདུས་པ་ཡོད་པ་ཅིག་དེ་འདྲ་ཅིག་གོ་དགོས་ཀྱི་ཡོད། གང་དག་གཞི་མཐུན་སྲིད་དུ་ཟེར་ནི། གང་ཟག་ཁོ་རང་དང་ཁོ་རང་གི་རྒྱུད་ཀྱི་ཨ་ནི། ཤེས་བྱ་ཡོན་ཏན་སྦྱོར་བ་འདི་གཉིས། མཐུན་གོ་དགོས་ཡ་མཐུན་པ་ཡིན་ན་གཞི་མཐུན་འདུས་པ་གསུང་གི་ཡོད་རེད། ད་རྣམ་གྲངས་འདུས་པ་དེ་འཕགས་པ་སྤྱན་རས་གཟིགས་གང་ཉིད་ས་བཅུ་བྱང་སེམས་ཡིན་ཀྱང་ཡིན་ལ་ཉེ་བའི་ལྷས་བྱིན་ཀྱང་ཡིན་ཉེ་བའི་ལྷས་བྱིན་གྱི་ནང་ཚན་ཀྱང་ཡིན་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་སྙིང་རྗེ་ཡི་རང་གཟུགས་ཡང་ཡིན་གསུངས་པར་ལྟ་སྟེ་ང་ཚོས་འཕགས་པ་སྤྱན་རས་གཟིགས་དེ་ལྟར་རྣམ་གྲངས་འདུས་པར་ལྟ། རྣམ་གྲངས།

བྱང་སེམས་ཉན་ཐོས་སུ་སྤྲུལ་པའམ་སངས་རྒྱས་ཉན་ཐོས་སུ་སྤྲུལ་པ་ནི་ཉེ་བའི་སེམས་བསྐྱེད་དཔེར་ན་འཇམ་དབྱངས་ཕྱག་ན་རྡོ་རྗེ་སྤྱན་རས་གཟིགས་གསུང་གུ་རུ་བ་ཉེ་བའི་སེམས་བསྐྱེད། ད་ག་བཞིན་དུ་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་སྙིང་རྗེ་ཡི་རང་གཟུགས་ཀྱང་ཡིན། ང་ཚོ་དཔེར་ན་ཤེས་རབ་ཀྱི་ཤེས་རབ་ཀྱི་རང་བཞིན་གྱི་ལྷ་དེ། འཇམ་པའི་དབྱངས་རུ་བ། ད་ག་ན་བཞིན་གྱི་མཐུ་སྟོབས་ཀྱི་རང་བཞིན་ཅན་དེ་འཕགས་པ་ཕྱག་ན་རྡོ་རྗེ་རུ་བ། ད་སྙིང་རྗེ་ཀྱི་སྙིང་རྗེའི་རང་གཟུགས་ཀྱི་ལྷ་དེ། སྤྱན་རས་གཟིགས་རུ་བ། འོང་ནས་གསུང་བར། ད་དེ་ནས་རྣམ་གྲངས་འདུས་པ་གཞན་ཞུས་པ་ནི་མེ་ཏོག་བརྩེ་བར་བྱས་པ་ཡིན་ལ་མཆོད་རྫས་ཀྱང་ཡིན་དགུ་ལ་རྡོ་རྗེ་ཀྱང་ཡིན། ད་མེ་ཏོག་དེ་མེ་ཏོག་གི་རྣམ་གྲངས་དང་མེ་ཏོག་རྣམ་གྲངས་ག་རེ་ལ་ཕན་འདོགས་པར་ཟེར་ན། བརྫེ་བར་བྱས་པ་ཡང་རེད། ང་ཚོས་ད་འཇིག་རྟེན་འཕགས་པ་ཡིན་ན། ང་ཚོས་དེ་སྡོད་ཁང་གི་ཕྱི་ལོགས་དེ་བ་རྫས་ཆར་བཏོལ། ཁང་པའི་ཕྱི་དེ་བ་བཏབ་བྱས་བཞག་བྱས་བཞག་གི་འདུག་བ། བཏབ་པའམ་ཡང་ན་བཏུབ་བྱས་བཞག་གི་འདུག་བ་ཆུ་དང་བླུགས་བྱས་འོག་དེ་བརྫེ་བར་བྱས་པ། ཡང་ན་མཆོད་རྫས་མཆོད་པ་ལ་བུ་ཡང་ཡང་རེད། དགུ་ལ་རྡོ་རྗེ་ཞེས་ད་ང་ཚོས་བློ་གསལ་དང་ད་ག་ནང་བཞིན་ལྟེམ་ལྡན་ཚུན་ཆད་རྒྱ་གར་དང་ང་ཚོ་ཤིན་ཅང་ལ་ཡུལ་གྲུ་ཁ་ཤས་ལ་འཇིང་པ་ལ་བཏགས་ཀྱི་འདུག་བ་དགུ་ཟེར་ན་འཇིང་པ་ལ་མ་བཏགས་པ་ཟེར་གི་རེད། ད་ཡང་སྒྲ་གཞན་ལ་འཇུག་པ་བསྐྱར་བའམ་བསྣན་པའི་དོན་ལ་འཇུག་པ་དཔེར་ན། དཔེ་མཛོད་ལ་ཀློག། དཔེ་དེབ་ཀློག་ཏུ་ཡང་ནས་ཡང་དུ་བསྐྱོད་ཟེར་ཏེ་ཡང་ནས་ཡང་དུ་ཟུག་འདུག་བ་ལྟ་སྟེ། ཡང་ནས་ཡང་འདྲའི་དོན་ལ་འཇུག་པ། ཡང་སྒྲའི་དོན་ལ་བསྐྱར་བའམ་བསྣན་པའི་དོན་ལ་འཇུག་པ་ཟེར། ཡང་དག་རྒྱན་སྡུད་ཀྱི་ཕྲད་ཙམ་མ་ཡིན་པ་གཞན་ལ་འཇུག་པ། མིག་དཔེ་བཟང་པོར་ཡང་ཡང་བལྟ་གསུང་བ་འདི་ལྟ་སྟེ་རྒྱན་སྡུད་མ་རེད། རྒྱན་སྡུད་མིན་པའི་ཕྲད་གཞན་ལ་ཡང་ཡང་ཡང་ཡང་ཡང་སྒྲའི་དོན་དུ་འཇུག་གི་ཡོད་པ་དེ་བསྟན་གྱི་ཡོད་རེད། བརྩེ་བའི་ཕ་མ་ཡང་དང་ཡང་དུ་ཐུག་གསུང་བ་འདི།